ཁ་སང་ཕྱི་ཟླ་བདུན་པའི་གི་ཚེས་གསུམ་ཉིན་བོད་མི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱིས་གོ་སྒྲིག་ཞུས་པའི་རྒྱལ་སྤྱིའི་བོད་ཀྱི་ཨ་ནེ་གཞོན་སྐྱེས་ཚོགས་ཆེན་ཐེངས་གསུམ་པ་དེ་བཞིན་ཞུ་བ་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི་དབུས་སྨན་ལེན་ཁང་འཛིན་སྐྱོང་ལྗོངས་ཐང་ཁང་དུ་དབུ་འཛུགས་གནང་སོང། ཨ་སྐབས་དེའི་མཛད་སྒོའི་ཐོག་སྐུ་མགྲོན་གཙོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འཛིན་སྐྱོང་ལྷན་ཚོགས་ཀྱི་ཚོགས་གཙོ་ཨ་རིའི་སློབ་གཉེར་འཁྲབ་སྟོན་པ་གྲགས་ཅན་སྐུ་ཞོགས་རེ་ཆེར་ཀེར་ལགས་དང་ད་ག་ནང་ཤེས་ཀྱི་བོད་མི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས། བོད་དོན་ཞུ་གཏུག་ཚན་པའི་འགན་འཛིན་འབྲུག་བསྟན་སྐྱིད་ལགས་བཅས་མཉམ་ཞུགས་ཀྱིས་མཛད་སྒོ་འཚོགས་གནང་སོང་ལ། སྐབས་དེའི་སྐུ་མགྲོན་གཙོ་བོ་མཆོག་གིས་ག་རེ་གསུངས་སུ་ཞུས་པ་ཡིན་ན། ངའི་མི་ཚེའི་ནང་དོན་སྙིང་ཆེ་ཤོས་འདི་ནི་གློག་བརྙན་མིན། གང་ཡིན་ཟེར་ན་ངས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། བོད་ཀྱི་གནད་དོན་ད་ག་ནང་བཞིན་རྒྱ་ཆེ་ལ་གཏིང་ཟབ་པའི་བོད་ཀྱི་རིག་གནས་བརྒྱུད་ངས་དོན་སྙིང་ལྡན་པའི་ལས་དོན་ཁག་ཅིག་བསྒྲུབས་ཡོད། དེར་བརྟེན་ང་མ་འཆི་བའི་སྐབས་ངའི་བུ་ཕྲུག་གིས་ངས་བྱས་པའི་ལས་དོན་དེ་དག་ལ་སྤོ་སེམས་སྐྱེ་ངེས་རེད་ཅེས་གསུངས་སོང། དང་ནས་ཤིང་ང་ཚོའི་སྐབས་དེ་བོད་དོན་ཞུ་གཏུག་ཚན་པའི་འགན་འཛིན་འབྲུག་བསྟན་སྐྱིད་ལགས་སུ་ཨནི་དེ་སྔ་ཚོགས་ཆེན་དབུ་འཛུགས་བྱས་པ་ནས་བཟུང་བོད་དོན་ཐོག་ལ་ལས་འགུལ་སྤེལ་ཡ་སོགས་ལ་ཁྱད་པར་དང་དེའི་དམིགས་ཡུལ་སོགས་ཀྱི་ཐད་ལ་བཀའ་འདྲི་ཞུས་ཡོད། ད་ལོའི་གི་སུམ་ཅུ་དུས་དྲན་གྱི་གསུང་བསྒྲིགས་གསུང་གསུང་ཚིག་དང་དེ་དྲན་གསོའི་སྐབས་སུ་པའི་ལས་འགུལ་མང་དག་ཅིག་སྤེལ་ཐུབ་ཡས་བྱུང་བ་དང་དེ་འདྲས་ཅིག་བྱུང་གི་འདུག་ད་དེ་ཡིན་དུས་འཚམས་པ་ང་ཚོས་ལོ་ལྟར་ར་ཅིག་ད། ཅིག། ཡ་མིག་ད་བྱེད་བྱེད་རུ་བ་མ་ནི་ད་འདོད་ཡ་ཅིག་ང་ཚོ་དམིགས་ཡུལ་མང་ཞིག་སིམ་བྱེད་ཁོ་རང་ཚོ་གཞོན་སྐྱེས་མང་ཞིག་སྦྱོང་བརྡར་བྱེད་ཐུབ་བ་དང་ཁོ་རང་ཚོ་སོ་སོའི་གདིང་ཚོད་ངང་ནས་ཨེ་ནི་ཅིག། རྗེས་མ་ལས་གཞི་ཞུ་གཏུག་གི་ལས་གཞི་ད་འདི་ལས་རྒྱུ་རྩོམ་མཐུ་ཡ་ད་དེ་འདྲས་ཅིག་འཆར་གཞི་བསྒྲིགས་བསྡད་ཡོད་རེད་ཟེར་བཞིན་ཡིན་ལ་ད་ད་ལྟ་དེ་ལ་མ་འདྲ་བ་ཞིག་ལ་ནི་ད་རྩ་བའི་སྒྲོམ་གཞི་དེ་ཚོ་མང་ཆེ་རང་འཇགས་རེད། ད་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཀྱི་ཚོགས་ཆེན་ཉི་མ་གསུམ་འདི་གྲུབ་པའི་རྗེས་ལ་ད་ལོ་ད་ལྟའི་མ་འདྲ་བ་ཞིག་ད་ང་ཚོ་བོད་མི་སྒྲིག་འཛུགས་ནས་འདུག་འགྲོ་སོང་ད་ཆེ་ཤོས་ཅིག་ད་གནམ་བླ་དང་དེ་ཚོ་ལ་ཆགས་བསྡད་འོ་རེད་དེ་ཡིན་དུས་ཁོ་རང་དེ་ཕེབས་པ་དང་མཉམ་དུ་ད་ང་ཚོས་འདི་གང་ཐུག་ཐུག་བོད་ཆོས་ཅིག་བཟང་ང་དང་ཡག་ག་ཅིག་ལ་གཏང་ཐུག་ན་ཆེ་ཆེ་ཨ་ནི་ཚང་མ་ལ་ད་ང་ཚོ་གོ་སྐབས་ཕུལ་ཐུ་ཨེ་འདི་ཅིག་ཐུན་ཁའི་ཆ་ནས་ཡོང་གི་མི་འདུག་དེ་ལས་གསུམ་བཅུ་རྩ་གྲངས་ཅིག་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་པའི་ཚོགས་བཅར་བ་སུམ་ཅུ་རྩ་གྲངས་གཅིག་ལ་ནི་བདུན་ཕྲག་གཅིག་རིང་ལ་ཡང། བོད་ཀྱི་སྐད་ཡིག་ནང་ཆོས་རིག་གཞུང་ངོ་སྤྲོད་ཀྱི་ཡང་བསྡུ་ཞིག་ལས་རིམ་ཞིག་བང་སྒྲིག་བྱ་ཡོད་རེད། ཡང་ད་རེས་ཀྱི་ཚོགས་ཆེན་དེའི་ཐོག་རྒྱ་གར་དང་བལ་ཡུལ་ཨ་རི། ཡུ་རོབ་སོགས་རྒྱལ་ཁབ་བཅོ་ལྔ་ཙམ་ནས་ཚོགས་བཅར་བ་བོད་མི་གཞོན་སྐྱེས་དགུ་བཅུ་གོ་ལྔ་མཉམ་ཞུགས་གནང་འདུག་དེའི་སོང་ཙང་ང་ཚོས་གཞོན་སྐྱེས་ཁག་ཅིག་ལ་ཚོགས་ཆེན་དེར་མཉམ་ཞུགས་གནང་དགོས་དོན་དང་ཚོགས་ཆེན་འདི་ནས་རང་ཉིད་ལ་ཕན་ཐོགས་ག་ཚོད་ཙམ་བྱུང་ཡོད་པའི་སྐོར་ལ་བཀའ་འདྲི་ཞུས་ཡོད། ཨ་ནི།
ང་རང་དེར་སླེབས་དགོས་རྒྱུ་མཚན་དེ་གཙོ་བོ་དེ་ཁ་ཆག་དེ་ཞིག་ལ་ཨ་ནི་ང་ཚོ་སྤྱི་བཏང་བྱས་པ་ན་ཇཱ་པན་དེ་ལ་ཨ་ནི་བོད་པའི་ཐོག་ལ་ཨ་ནི་རྒྱབ་སྐྱོར་བྱེད་ངེས་ཨ་ནི་ཇཱ་པན་གྱི་མི་དམངས་དཔེ་མང་པོ་ཡོད་རེད་ཨ་ནི་འོ་འོ་དེ་སོང་ཙང་ཨ་ནི་ང་རང་འགྲོ་ཆ་ཤར་བས་ན་ཨ་ནི་ད་ལྟ་དེ་ལ་སླེབས་དུས་བསམ་པ་ཨ་ནི་ང་རང་གཅིག་པུ་སླེབས་དགོས་ཁེས་ར་ཁ་ན་ནི་ངའི་རོགས་པ་ཚང་མ་སླེབས་ཐུས་ཡོད་མ་རེད་ཁོང་ཚོ་ཡིག་རྩལ་ཆགས་དུས་རེད།

ད་སྙན་མ་ན་ཤི་ཙི་ན་ང་ཚོ་ལས་འགེལ་ཅིག་འཆད་རེ་བོ་ཆི་ལེགས་བོ་ར། ད་འོང་འདི་ད་ང་ཚོ་གོ་སྐབས་ལེན་ཆེ་འབྲེལ་བ་མ་ང་ཆི། འབྲེལ་བ་ཡ་ག་ས། ཨ་ནི་ང་ཚོ་ད་ཕེ་གེ་ངེ་ཐང་ཅིག་ལ་བ་ན་ཤི་ད་ཕེ་གེ་གི་ད་ང་ཚོ་གི་ནུ་བ་ག་རི་འགྲུབ་ཡོད་འདྲ་བོ་ད་ཨ་ནི་ག་རི་ད་ཆ་ཤི་དེ་ཚོ་སྟོན་ཡ་ད་སེའུ་བཟོ་ཡ་དེ་གལ་ཆེན་པོ་བསམ་གི་ད། སྤྱི་བཏང་གི་བོད་པ་ཡིན་པའི་ཆ་ནས་ཡང་བོད་པའི་འཐབ་རྩོད་ད་དེ་ཚོ་རང་བཞིན་གི་ཅིག་ཅིག། འདོད་པ་གྲོལ་ལ་ནད་ཅིག་དབྱིངས་འགྲོ་རིགས་ཡོངས་སྒྲོལ་དང། གཙོ་བོ་དེ་ང་ལྟ་སྤྱི་ཚོགས་དེ་ཨོ་སི་ཏྲེ་ལི་ཡ་འགྲོ་འཆར་ཤེས་ན་ཕྱི་རྒྱལ་གྱི་རྒྱལ་ཁབ་ཅིག་ཡིན་དུས་བསམ་པ་མི་ལ་འདྲི་ཤེས་ག་དུས་ང་བོད་པ་ཡིན་ཟེར་ང་ཅིག་བཙན་བྱོལ་ནང་དེ་ངེད་ཀྱི་བོད་པ་བཙན་བྱོལ་ནང་སྐྱེས་ནས་ནི་འཚར་ལོངས་བྱུས་བོད་དོན་འཐབ་རྩོད་བྱས་དེ་ངེད་བོད་པ་ཅིག་ཡིན་ལ་དུས་བསམ་པ་ཁོང་ཚོས་ཀྱི་དོ་སྣང་བྲིས་འདུག་ར་བོད་དེ་ག་རེ་རེད་ཟེར་ནི་རང་ཚོ་གནས་སྟངས་དེ་ག་འདྲས་སུ་ཡོང་རེད་ལ་དེ་ནི་སྒྲུང་བཤད་དེ་འདི་ཚོ་རང་བཞིན་གྱི་ཞུ་གཏུག་ཆགས་འགྲོས་འདུག། བྱས་ཙང་ནི་དང་ལ་བུ་དུས་ཞིག་ཏུ་དེ་ནི་སྡིངས་ཆ་དམིགས་བསལ་བྱས་ནི་སོ་སོ་རང་ཉིད་གཅིག་པུ་གྱིས་ལས་ཀ་དང་སྤྱི་ཚོགས་ནང་ལས་ཀ་བྱེད་མ་བདེ་བ་བྱས་སོ་སོའི་རོགས་པ་མཉམ་དུ་ནི་མི་སྣ་མང་པོ་ཅིག་མཉམ་དུ་མཉམ་འབྲེལ་ཐོག་ནས་ཡང་ཅིག་བི་ག་ཤུགས་ཆེ་རུ་བཏང་བ་བྱས་དེ་ཡང་ནི་མི་གཅིག་གཅིག་ལ་མ་ཡིན་པར་ཚོགས་པ་རེ་ནི་རྒྱལ་ཁབ་རེ་དུས་ཕྱིས་ནི་ཡང་ཅིག་ཕྱི་རྒྱལ་ལ་ཡང་སྐད་ཆ་ཕར་རེ་ཞུ་གཏུག་གང་ནས་ད་རེ་བ་ལ་ད་བོད་དོན་ག་ད་འཐབ་རྩོད་ལ་ཕན་གྱི་རེད་བསམ་ནས་དུས་ཕྱིས་ནས་འགྲོ་གོ་ར། ལས་ཀ་ལ་ནུས་པ་ཡོད་དུས་འགུལ་འདུག་དོན་དུ་བསམ་པ་ནི་སེམས་ཤུགས་མང་གི་དག་ན་ཤིང་གི་ད་ཨོ་གླིང་རིང་འདྲ། གཞོན་སྐྱེས་མང་པོ་ཅིག་དང་ལ་བོད་དོན་ཞུ་གཏུག་རུ་ཁག་གི་བརྒྱུད་ནས་ནི་བོད་དོན་འཐབ་རྩོད་ཁག་གོ་ལྡོག་སླད་ཆེད་རང་གི་རིག་གཞུང་ལ་ཅིག་ཅིག་ཁ་ལོ་རེ། སྤོབས་པ་སྤྲོ་སླད་དེ་འདྲས་ཀྱི་གོ་སྐབས་དངོས་གནས་འདས་བའི་ལོ་གཉིས་འདི་ལ་ང་དཔེ་ཤུགས་ཆེན་པོ་ཚོར་སོང་ར། བྱས་ཙང་འདི་ཚོ་མ་བཀླགས་ཆེད་ནི་འདི་ལས་ཡག་ག་ཅིག་ཡར་རྒྱས་འགྲོ་ཡ་ཞུ་དོགས་ང་རང་འོ་དེ་ལྟ། མུ་མཐུད་ནས་བྱས་ཡོད་ལ། སེམས་ཤུགས་དེ་ཡོད་ང་ངའི་རྨོ་མོ་མཉམ་དུ་སྐད་ཆ་བཤད་ནས་འོན་ཏེ་སེམས་ཤུགས་དེ་སླེབས་སོ། ངའི་རྨོ་མོ་ཡིན་ན་ཏོ་རྒྱ་གར་ལ་སླེབས་འདུག་སྐབས་སུ་ལོ་མང་པོ་བྱས་འདུག་ནང་མེད་དེ་རེད་ནང་ནང་ཡོད་མ་རེད་ཨ་ནི་ད་བོད་པ་མང་ཆེ་ད་ང་ཚོ་ལང་ཀ་ལ་ལས་ཀ་དེ་ཚོ་བྱེད་ར། ཨ་ནི་འོན་ཏེ་རྨོ་མོ་ནས་སྒྲུང་དེ་ཚོ་གོ་ནས་ང་རང་ལ་ཨེ་འདྲ་བསམ་ཤེས་ད། ང་ལ་ཆུང་བུ་ནས་ང་ལ་མི་ཚེ་སྐྱིལ་ང་ལ་མི་ཚེ་ཡག་པོ་སྤེལ་འཕྲལ་རེད་ང་སློབ་སྦྱོང་ར་ཡག་ཅིག་གོ་སྐབས་ཐོབ་རེད་ཨ་ནི་ང་ག་དུས་ང་ལ་ནང་ཇི་ཡོད་རེད་ངས་ཇི་དེ་ཚོ་ག་ལ་རེད previous དེ་ངས་སྨོ་སྔོན་ལ་ར་ཡོད་མ་རེད་ཨ་ནི་ང་ལ་ཅིག responsibility ཇི་ཡོད་བསམ་གྱི་འདུག་ང་རང་ག་ཅིག like community ལ་ཅིག་ཆུད་དུས་ཡ་ག་ཅིག་ཨ་ནི།

རྩ་བའི་ད་རེས་ཀྱི་ཚོགས་ཆེན་དེ་ཉིན་གྲངས་གསུམ་རིང་ཚོགས་གནང་གི་ཡོད་པ་དང་ཉིན་གྲངས་འདི་དག་གི་ནང་སྐུའི་གཅེན་མོ་ཆོས་ཚུལ་པད་མ་ལགས་ཀྱིས་བླང་དོར་བཀའ་སློབ་གསུང་གནང་རྒྱུ་དང་ད་ག་ནང་བཞིའི་གཞོན་སྐྱེས་མགོ་ཁྲིད་སྐྱེད་སྲིང ྋགོང་ས་མཆོག་གིས་འཛམ་གླིང་སྐྱེ་འགྲོ་ཡོངས་དང་ལྷག་པར་དུ་བོད་དོན་ཐོག་མཛད་རྐྱེན་བཞེས་པ་སོགས་ཀྱི་བརྗོད་གཞིའི་ཐོག་འབྲེལ་ཡོད་མི་སྣས་གསུང་བཤད་དང་དྲི་བ་དྲིས་ལན་སོགས་གནང་གི་ཡོད་པ་རེད། འདི་ནས་ཁ་སང་མཛད་སྒོ་གྲུབ་པའི་རྗེས་སུ་གསུང་བཤད་གནང་མཁན་ཐོག་མ་དེ་སྐུའི་གཅེན་མོ་ཆོས་ཚུལ་པད་མ་ལགས་ཀྱི་གསུང་ཡ་ལ། ཁོང་རང་ཉིད་ཀྱི་ཨ་ནེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ནམ་དོན་ལྟར་བོད་པ་ཞིག་ཡིན་པའི་ཆ་ནས་བོད་དོན་ཐོག་ཞུ་གཏུགགནང་དགོས་པ་ནི་ལས་འགན་ཞིག་ཆགས་ཀྱི་ཡོད་པས་ཚང་མས་སེམས་ལ་བཞག་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་པ་དུ་གསུངས་གནང་འདུག་ད་སྐབས་ནང་བཞིན་སྲིད་སྐྱོང་མཆོག་གིས་ནན་བརྗོད་གནང་ཡ་གཅིག་ལ་བོད་དོན་གྱི་ལས་འགུལ་ནང་མཉམ་ཞུགས་གནང་མཁན་ཚོས་བོད་ཀྱི་ལུགས་རྒྱུད་ཀྱི་ངོ་བོ་དང་ཆབ་སྲིད་ཀྱི་གནས་བབ་དངོས་ཡོད་ག་འདྲ་ཞིག་ཡིན་པ་ཤེས་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་པ་དང་ད་ག་ནས་ཤི་བོད་མི་སྒྲིག་འཛུགས་ཀྱི་ནང་ཕྱོགས་དང་བོད་དོན་གྱི་ཐོག་ཕྱི་ཕྱོགས་ལ་འབྲེལ་བ་བྱེད་ཡག་གྱི་ཐབས་ལམ་བཅས་ལ་གོ་སྟོབས་གཏིང་ཟབ་པོ་དགོས་ཀྱི་ཡོད་པ་ལྷག་པར་དུ་བོད་དོན་ཞུ་གཏུག་གི་ལས་འགུལ་ནི་གཙོ་བོ་དྲང་བདེན་གྱི་ཐོག་ར་སླེབས་ཀྱི་ཡོད་པ་སོགས་དེ་འདྲའི་གསུངས་གནང་འདུག།